གྲུབ་འབྲས་ལྡན་པའི་ཚོང་པ་ཚང་མར་ཚོང་གི་འཆར་གཞི་གཏིང་གསལ་ཁྱད་དུ་འཕགས་པའི་བསམ་བློ་རེ་ཡོད། ཡིན་ནའི་གྲུབ་འབྲས་ལྡན་པའི་ཚོང་ལས་གཉེར་བར་བསམ་བློ་གཅིག་པུས་འདང་གི་མ་རེད། ཚོང་ལས་གསར་པ་ཞིག་འགོ་བཙུགས་ཏེ་བརྟན་པོ་ཆགས་པར། ཕྱོགས་མང་པོ་ཞིག་ནས་འབད་བརྩོན་བྱ་དགོས། ཚོང་ལས་ཤིག་གཉེར་པར་འཆར་གཞི་ཡག་པོ་དང། ཞབས་ཞུ་ཡང་དངོས་ཟོག་ལ་གཞིགས་ཏེ་ཉེན་སྲུང་མ་དངུལ། ཚོང་གི་གདམ་ག་སོགས་ཚོང་ལས་གཉེར་བར་ཆ་ཤས་གལ་ཆེན་པོ་མང་པོ་ཡོད། དེ་ལྟར་དགོངས་པ་བཞེས་པར་གལ་གནད་མང་པོ་ཡོད་པའི་ནང་གི་གཅིག་ནི། ཚོང་ལས་རིགས་ག་འདྲ་ཞིག་གཉེར་ཡང། དེ་འགོ་མ་བཙུགས་གོང་ཚོང་ལས་དེ་དང་འབྲེལ་བའི་ཁྲིམས་དང་སྒྲིག་གཞི་ཁག་ངེས་པར་དུ་མཁྱེན་པ་གནང་དགོས། འདི་སོང་ཙང་ཚོང་ལས་གཉེར་བར་ཁྲིམས་དང་སྒྲིག་གཞི་གལ་ཆེན་པོ་ཡིན་པའི་རྒྱུ་མཚན་ཞུས་ན། ཚོང་ལས་འགོ་འཛུགས་མ་བྱས་གོང་མཁྱེན་རྟོགས་དགོས་པའི་གཞི་རྩའི་ཁྲིམས་ཀྱི་ཆ་རྐྱེན་ཧ་ཅང་མང་པོ་ཡོད། ཁྲིམས་དེ་དག་ནི། ཚོང་ཤག་དང་ཚོང་པ་ཚོའི་བདེ་འཇགས་ལ་ཁག་ཐེག་ཡོང་ཆེད་རེད། ཁྲིམས་སྒྲིག་དེ་དག་ཚུལ་བཞིན་བརྩི་སྲུང་བྱས་ན། ཚོང་ལས་དེ་སྤྱི་ཚོགས་དང་ལྷན་དུ་ཞི་འཇམ་ངང་ཡར་རྒྱས་ཡོང་གི་རེད། དཔེར་ན་ངལ་རྩོལ་པས་ཁྲིམས་བཟོས་པ་ལ་བརྟེན་ནས་ཚོང་པ་ཚོས་རང་ལོ་བཅོ་བརྒྱད་མ་ཟིན་མཁན་ཚོར་ཤེས་ཡོན་སྤྲོད་པ་ལས་ལས་ཀ་ལ་མ་བཀོལ་བའི་ཁག་ཐེག་དགོས་པ་ལྟ་བུ་རེད། གང་ལྟར་མི་ཚང་མར། ཚོང་དོན་སྐོར་གྱི་ཁྲིམས་ལུགས་ཞིབ་ཕྲ་ལམ་སྟོན་གནང་མཁན་གྱི་ཁྲིམས་རྩོད་པ་རག་ཐབས་མེད་དུས། དེ་ལ་ཐུགས་ཁྲལ་གནང་བ་མ་རེད། བརྙན་ལམ་འདི་བརྒྱུད་བརྩི་སྲུང་ཞུ་དགོས་པའི་ཁྲིམས་སྒྲིག་ཁག་གི་གལ་གནད་སྐོར་ངོ་སྤྲོད་ཞུ་བ་ཡིན། ཚོང་ལས་དང་འབྲེལ་བའི་ཁྲིམས་ལུགས་མི་འདྲ་བ་དང། དེས་ཚོང་ལས་ལ་ཤུགས་རྐྱེན་ཐེབས་སྟངས་སྐོར་ལ་ཡང་གཟིགས་དང། ཚོང་ལས་འགོ་འཛུགས་སྐབས་བརྩི་སྲུང་བྱེད་དགོས་པའི་ཁྲིམས་སྒྲིག་ཁག། ཐོག་མར་ཚོང་ལས་འགོ་འཛུགས་སྐབས་ཕྱི་ལོ་ཉིས་སྟོང་བཅུ་གསུམ་ལོའི་ཀམ་པ་ནིའི་ཁྲིམས་དོན་ལྟར། སོ་སོས་ཀམ་པ་ནི་རིགས་ག་འདྲ་ཞིག་བཙུགས་རྒྱུ་ཡིན་པ་དེ་བདམས་དགོས། གལ་ཏེ་མི་གཉིས་སམ་གཉིས་ལས་མང་བ་མཉམ་དུ་ཚོང་ལ་གཉེར་འདོད་ཡོད་ན། དེ་ནི་མཉམ་འབྲེལ་གྱི་ཚོང་ལས་གཉེར་འདོད་ཡོད་པས་ཚང་མའི་ངོས་ནས་མ་རྩ་བཙུགས་དགོས་ཀྱི་རེད། གལ་ཏེ་ཁྱེད་རང་གཅིག་པོས་སྐམ་པ་ནི་ཞིག་བཙུགས་འདོད་ཡོད་ན་དེ་ནི་ཁྱེད་རང་སྒེར་ལ་བདག་དབང་ཡོད་པའི་ཚོང་ལས་རིགས་ཆགས་ཀྱི་ཡོད། འདི་སོང་ཙང་མི་ག་ཚོད་ཀྱིས་མཉམ་དུ་ཚོང་ལས་གཉེར་མིན་དང་ཚོང་ལས་རྒྱ་ཆེ་ཆུང་ལ་དཔགས་པའི་སྐམ་པ་ནི་རིགས་ག་འདྲ་ཞིག་གཉེར་མིན་ལ་གཞིགས་ཏེ། ཚོང་ལས་དེབ་སྐྱེལ་ཆེད་གཤམ་ལས་གང་རུང་ཞིག་གདམ་དགོས། སྒེར་བདག་ཚོང་ལས། མཉམ་འབྲེལ་ཚོང་ལས། LLP འམ་རྗེས་སྤྲོད་ཚད་ཡོད་མཉམ་འབྲེལ་ཚོང་ལས། ཚད་ཡོད་སྐམ་པ་ནི། ཀམ་པ་ནི་ཡི་ཁྲིམས་ཀྱི་དམིགས་ཡུལ་ནི་ཚོང་ལས་དེ་ཚོང་བདག་ལས་ཁྲིམས་མཐུན་གྱི་ངོ་བོ་གཞན་ཞིག་ལ་ངོས་འཛིན་བྱ་རྒྱུ་དེ་རེད། འདི་སོང་ཙང་ཀམ་པ་ནི་ལ། ཀམ་པ་ནི་ཡི་དངུལ་ཁང་ལོགས་སུ་ཡོང་གི་རེད། སྒེར་བདག་ཚོང་ལས་མ་གཏོགས་ཀམ་པ་ནི་ཚང་མ་ལ་སོ་སོའི་དཔལ་འབྱང་པུ Pan Card ཡང་ཡོད་རེད། དེབ་སྐྱེལ་རིགས་མང་པོ་ཞིག་གིས་ཀམ་པ་ནི་ཡི་ཚོང་ལས་ཡག་པོ་མ་བྱུང་བའི་གནས་སྐབས་སུ་སྒེར་ལ་གྱོང་གུན་ཉུང་བ་ཡོང་རྒྱུར་ཕན་ཐོགས་ཡོང་གི་རེད། ཀམ་པ་ནི་རིགས་ཚང་མའི་སྐོར་མང་ཙམ་མཁྱེན་པ་གནང་སྟེ། སོ་སོས་ཀམ་པ་ནི་ག་འདྲ་ཞིག་ལ་དེབ་སྐྱེལ་གནང་མིན་དེ་བརྙན་ཐུང་རྗེས་མ་དེར་གཟིགས་རོགས་གནང། ཁྱེད་རང་གིས་ཚོང་ཁང་ཞིག་གཟིམ་འདོད་ཡོད་ན། འབྲེལ་ཡོད་མངའ་སྡེའི་ཚོང་གི་ཁྲིམས་ལུགས་འོག་ངེས་པར་དུ་དེབ་སྐྱེལ་གནང་དགོས་ཀྱི་རེད། འདི་ནི་ཁྱེད་རང་གི་ཀམ་པ་ནི་དེབ་སྐྱེལ་བྱ་བའི་ཆ་རྐྱེན་ཡང་ཡིན། ཚོང་ཁང་དང་མགྲོན་ཁང། གློག་བརྙན་ཁང། ཟ་ཁང། སྤྲོ་སྐྱིད་ཁང་སོགས་ཚང་མ་ཁྲིམས་ལུགས་འདིའི་འོག་དེབ་སྐྱེལ་གནང་དགོས་ཀྱི་རེད། ཁྲིམས་ལུགས་འདིའི་འོག་དེབ་སྐྱེལ་བྱས་པའི་དམིགས་ཡུལ་ནི། སྦྱིན་བདག་དང་ལས་མི་གཉིས་ཀྱི་ཐོབ་ཐང་སྲུང་སྐྱོབ་ཡོང་ཆེད་ཡིན། དེས་ལས་ཀའི་གནས་སྟངས་ཚུལ་ལྡན་ཡོང་ཆེད་དང་སུ་ལ་ཡང་གནོན་ཤུགས་ཐོལ་པ་མི་སྤྲོད་པར་ཚོང་ལས་ཟིན་བྱེད། རྒྱུན་གཏན་གྱི་གླ་ཆ་དང་དུས་ཚོད་ལྷག་མར་ལས་ཀ་བྱེད་པའི་གླ་ཆ། གུང་གསེང་གི་ཐོབ་ཆ། ལས་ཀ་བྱེད་སར་བདེ་འཇགས་ཀྱི་ཆ་རྐྱེན་བཅས་ཚུད་པའི་ཚོང་ལས་ཁྲོད། ངེས་པར་དུ་བརྩི་སྲུང་དགོས་པའི་ཁྲིམས་སྒྲིག་མང་པོ་བཟོས་ཡོད། རྩིས་དང་བཅའ་སྒྲིག་གི་ཁྲིམས། སྐམ་པ་ནི་ངོ་བོ་ག་འདྲ་ཞིག་གི་འོག་ལ་ཐེབས་སྐྱེལ་བྱས་ན་ཡང། ལོ་རེའི་ཡོང་འབབ་ཀྱི་བཅའ་ཁྲིམས་ཕུལ་བ་ལས། ཕྱིར་སློག་རྒྱུའི་རིགས་སློག་གནང་ཆེད་འབྲེལ་ཡོད་ཡིག་ཆ་ཁག་འབུལ་རྒྱུ་དང། བཅའ་སྒྲིག་གི་ཁྲིམས་གཞན་དག་བརྩི་སྲུང་གནང་དགོས། བཅའ་ཁྲིམས་དང་རྩིས་ཀྱི་ཁྲིམས་བརྩི་སྲུང་བྱེད་པའི་དམིགས་ཡུལ་ནི། འབྲེལ་ཡོད་གོང་རིམ་ནས་ཁྱེད་རང་གི་ཚོང་ལས་ཀྱི་ཡོང་འབབ་ཁུངས་ག་རེ་ཡིན་པ་མཁྱེན་རྟོགས་ཡོང་ཆེད་རེད། དེས་ཁྱེད་རང་གིས་ཟིན་པའི་ཚོང་ལས་དེ་ཁྲིམས་མཐུན་ཡིན་པ་ར་སྤྲོད་བྱེད་པར་ཕན་ཐོགས་ཡོང་གི་རེད་ལ། མ་འོངས་པར་ཚོང་ལས་ཆེད་དུ་བུ་ལོན་གཡར་དགོས་ན་འདི་ཐོབ་པར་ཡང་ཕན་ཐོགས་ཡོང་གི་རེད། ཀམ་པ་ནི་ཚང་མས་ལོ་རེའི་ཡོང་འབབ་ཀྱི་དཔྱ་ཁྲལ་ཕུལ་བ་ལས་ཕྱིར་གློག་རྒྱུའི་རིགས་གློག་ནང་ཆེད་འབྲེལ་ཡོད་ཡིག་ཆ་ཁག་ངེས་པར་དུ་ཕུལ་དགོས། གལ་ཏེ་ཁྱེད་རང་གིས་ཕུལ་དགོས་པའི་དཔྱ་ཁྲལ་གྱི་དངུལ་འབོར་ཁྲི་གཅིག་ལས་མང་བ་ཡིན་ན། དཔྱ་ཁྲལ་སྔ་འདོན་ཡང་གནང་དགོས། དཔྱ་ཁྲལ་སྔ་འདོན་དེ་ཟླ་བ་གསུམ་རེའི་མཚམས་སུ་གནང་དགོས་ལ། དཔྱ་ཁྲལ་ཕུལ་བ་ལས་ཕྱིར་སློག་རྒྱུའི་རིགས་སློག་གནང་ཆེད། འབྲེལ་བརྒྱུད་ཡིག་ཆ་ཁག་རྩིས་ལོའི་ལོ་མཇུག་ཏུ་ཕུལ་དགོས་པ་རེད། ཡོང་འབབ་ཀྱི་དཔྱ་ཁྲལ་དེ་ནི་གཞུང་ལ་ཐད་ཀར་ཕུལ་དགོས་ཀྱི་ཡོད་པས། ཐད་ཀར་ཕུལ་བའི་དཔྱ་ཁྲལ་ལ་ངོས་འཛིན་བྱེད་ཀྱི་ཡོད། འོན་ཀྱང GST ལྟ་བུ་ནི་བརྒྱུད་ནས་ཕུལ་བའི་དཔྱ་ཁྲལ་ཆགས་ཀྱི་ཡོད། བརྒྱུད་ནས་ཕུལ་བའི་དཔྱ་ཁྲལ་ཞུས་ན། མི་གཅིག་ནས་གཅིག་བརྒྱུད་དེ་ཕུལ་བའི་དཔྱ་ཁྲལ་གྱི་རིགས་ཡིན། GST། ནི་ཚོང་པ་ཚོས་ཚོང་ཤག་རྣམས་ནས་བསྡུས་ཏེ་གཞུང་ལ་ཕུལ་གྱི་ཡོད་ཙང་བརྒྱུད་ནས་ཕུལ་བའི་དཔྱ་ཁྲལ་གྱི་རིགས་ཡིན། GST། དང་འབྲེལ་བའི་ཁྲིམས་སྒྲིག་ལྟར་ན GST། དེབ་སྐྱེལ་ནང་བར་གཤམ་གྱི་གནས་སྟངས་གནས་བབ་དང་མཐུན་དགོས། དང་པོ། དངོས་ཟོག་དང་ཞབས་ཞུ་མངའ་སྡེ་གཞན་ལ་མཁོ་འདོན་བྱེད་ཀྱི་ཡོད་པ། གཉིས་པ། དངོས་ཟོག་འདོན་སྤེལ་བྱེད་ཀྱི་ཡོད་ན་ལོ་རེའི་བྱུང་སོང་དངུལ་འབོར་ཧིན་སྒོར་འབུམ་བཞི་བཅུ་བརྒལ་གྱི་ཡོད་པ། ཚད་གཞི་དེ་ནི་ཀཱ་ཤི་མིར་མངའ་སྡེ་དང་ཧི་མཱ་ཅལ་མངའ་སྡེ། ཨུ་ཏར་ཁཱནད་མངའ་སྡེ། དེ་བཞིན་བྱང་ཤར་མངའ་སྡེ་བཅས་སུ་ཧིན་སྒོར་འབུམ་ཉི་ཤུ་ཡིན། གསུམ་པ། ཞབས་ཞུ་མཁོ་འདོན་བྱེད་ཀྱི་ཡོད་ན་ལོ་རེའི་བྱུང་སོང་དངུལ་འབོར་ཧིན་སྒོར་འབུམ་ཉི་ཤུ་བརྒལ་གྱི་ཡོད་པ། ཚད་གཞི་དེ་ནི་ཀཱ་ཤི་མིར་མངའ་སྡེ་དང་ཧི་མཱ་ཅལ་མངའ་སྡེ། ཨུ་ཏར་ཁཱནད་མངའ་སྡེ་དེ་བཞིན་བྱང་ཤར་མངའ་སྡེ་བཅས་སུ་ཧིན་སྒོར་འབུམ་བཅུ་རེ། ཚོང་པ་ཞིག་གིས GST དེབ་སྐྱེལ་བྱ་དགོས་ན་དམིགས་བསལ་གནས་སྟངས་གཞན་ཁག་ཅིག་ཡང་ཡོད། དོ་བདག་ངོས་ནས GST དེབ་སྐྱེལ་བྱ་དགོས་མིན་སྐོར། བརྙན་ཐུང་དུ GST དེབ་སྐྱེལ་སྐོར་ལ་འགྲེལ་བརྗོད་ཞིབ་ཕྲ་བྱས་ཡོད་པ་ཞིག་གཟིགས་རོགས་གནང། GST དེབ་སྐྱེལ་ཟིན་རྗེས་རྗེས་ལུས་ཐེབས་པའི་ཉེས་ཆད་སོགས་རྨིས་ཕོག་བའི་ཆེད། ཟླ་རེ་བཞིན GST ཕུལ་བ་ལས་ཕྱིར་སློག་རྒྱུའི་རིགས་སློག་གནང་ཆེད། འབྲེལ་ཡོད་ཡིག་ཆ་ཁག་དུས་ཐོག་ཕུལ་ཐུབ་པ་དགོས། ལས་ཀའམ་ངལ་རྩོལ་གྱི་ཁྲིམས། ཚོང་ལས་གཉེར་ཆེད་ལས་མི་གླ་དགོས་ཀྱི་ཡོད། ངལ་རྩོལ་གྱི་ཁྲིམས་སྐོར་མཁྱེན་གྱི་ཡོད་ན་དེས་སོ་སོ་སྲུང་སྐྱབས་དང་ལས་མི་ཚོའི་བདེ་འཇགས་ཀྱི་ཁོར་ཡུག་བསྐྲུན་པར་ཕན་ཐོགས་ཡོང་གི་རེད། འདིར་ལས་མི་གླ་སྐབས་བརྩི་སྲུང་བྱ་དགོས་པའི་ཁྲིམས་སྒྲིག་གལ་ཆེན་འགའ་འཁོད་ཡོད། ལས་མི་གླ་བའི་གན་ཡིག་བཟོས་ཏེ་མིང་རྟགས་འཁོད་དགོས། གན་ཡིག་ནང་ལས་མི་དེའི་གླ་ཆ་དང་ལས་འགན། རྩ་དགོངས་གཏོང་བའི་ཆ་རྐྱེན་སོགས་གནད་དོན་ཁག་འཁོད་པ་དགོས། ངལ་རྩོལ་ཁྲིམས་ཡིག་ནང་ལས་མི་ཞིག་ལ་ཐོབ་དགོས་པའི་ཉུང་མཐའི་གླ་ཆའི་ཚད་གཞི་ཡང་གསལ་ཡོད། གཞན་ཡང་ཚོང་རྟགས་ཤིག་གིས་ལོ་ན་བཅུ་བཞི་མན་གྱི་ལས་མི་གླས་པ་བྱུང་ན། ལོ་གཉིས་བར་གྱི་བཙོན་འཇུག་ཁྲིམས་ཆད་འཁུར་དགོས་ཐུག་སྲིད་ལ། ལོ་བཅུ་བཞི་ནས་བཅོ་བརྒྱད་བར་གྱི་ལས་མི་རྣམས་ཉེན་ཚབས་ཆེ་བའི་ལས་ཀའི་ཁོར་ཡུག་ནང་ལས་འགན་བཀོལ་ཆོག་གི་མེད། ཚོགས་པ་གང་རུང་ནང་ལོ་ཚད་མ་ལོན་པའི་རིགས་ལས་ཀར་བསྐོས་པ་མཐོང་མྱོང་ཡོད་དམ། དེ་ནས་རྒྱ་གར་ནང་བྱིས་པའི་ངལ་རྩོལ་ཁྲིམས་ཡིག་སྐོར་ལ་བཏོན་པའི་བརྙན་ཐུང་ལ་གཟིགས་བྱས། ག་རེ་གནང་ཆོག་གི་ཡོད་དང་ཁྲིམས་འགལ་གྱི་གནས་སྟངས་དེའི་རིགས་གོང་རིམ་ལ་སྙན་སེང་ཞུ་སྟངས་བཅས་མཁྱེན་པ་གནང་རོགས། ལས་མི་མང་ཉུང་དང་གླ་ཆ་ལ་གཞིགས་ཏེ་གསོག་དངུལ་དང་འགན་ལེན་དངུལ་འཇོག་དེབ་སྐྱེལ་ཡང་གནང་དགོས་པ་རེད། ESIM འགན་ལེན་དངུལ་འཇོག་གི་ལས་འཆར་ནི་དོ་བདག་སོ་སོའི་ངོས་ནས་འགན་ལེན་དངུལ་བཙུགས་མ་ཐུབ་མཁན་ཚོའི་བདེ་དོན་ཆེད་དུ་བཟོས་པ་ཞིག་རེད། བཟོ་གྲྭ་དང་ལས་རིགས་གང་འདྲ་ཞིག་ཡིན་ཡང་ལས་མི་བཅུའམ་བཅུ་ལས་མང་བ་ཡོད་ན། ལས་མིར་འགན་ལེན་དངུལ་འཇོག་གི་ཁྲིམས་མཐུན་ལྟར་དེབ་སྐྱེལ་གནང་དགོས། ལས་འཆར་འདིའི་ནང་འབྲེལ་ཡོད་ལས་མིའི་གླ་ཆ་ནས་བརྒྱ་ཆ་ལས་འགོ་ཚ་བདུན་ལྔ་གཅོག་རྒྱུ་དང། སྦྱིན་བདག་གི་བླ་ཆེན་ནས་བརྒྱ་ཆ་གསུམ་ཚང་གཉིས་ལྔ་ཕུལ་ཏེ་གཙོག་འཇོག་དགོས། ལས་མི་ཚང་མ་དང་ཁོང་ཚོའི་ནང་མི་རྣམས་ཀྱི་འཕྲོད་བསྟེན་དང་གུན་གསབ་རིགས། འགན་ལེན་དངུལ་ཕྱོགས་ཀྱི་ལས་འཆར་འདིའི་སྐོར་འགན་ལེན་ཐུབ་པ་བྱེད་ཀྱི་ཡོད། འདིའི་སྐོར་མཁྱེན་རྟོགས་ཡོང་ཆེད། ང་ཚོས་འགན་ལེན་དངུལ་ཕྱོགས་ཀྱི་ལས་འཆར་སྐོར་ལ་བཟོས་པའི་བརྙན་ཐུང་འདི་གཟིགས་རོགས་གནང། གལ་ཏེ་ཁྱེད་རང་གིས་གཏན་འཇགས་ལས་མི་ཚོར་ཟླ་རེར་གླ་ཆ་ཧིན་སྒོར་གཅིག་ཁྲི་ལྔ་སྟོང་ལས་ཉུང་བ་སྤྲད་ཀྱི་ཡོད་ན། དེབ་སྐྱེལ་གནང་སྟེ་གསོག་དངུལ་བཞག་གནང་དགོས། གཞན་ཡང་གལ་ཏེ་ཁྱེད་རང་ལ་ལས་མི་མི་གྲངས་ཉི་ཤུ་ལས་མང་བ་ཡོད་ན། ལས་མིའི་གསོག་དངུལ་གྱི་ལས་འཆར་འོག་ངེས་པར་དུ་དེབ་སྐྱེལ་གནང་དགོས། རྣམ་དཔྱོད་ཀྱི་བདག་དབང་ཁྲིམས། གལ་ཏེ་ཁྱེད་རང་ལ་ཚོང་ལས་སྐོར་གྱི་རིག་པ་ཐུན་མོང་མ་ཡིན་པ་ཞིག་གམ། ཡང་ན་ཐོན་རྫས་ཐུན་མོང་མ་ཡིན་པ་ཞིག་ཡོད་ན། དེ་གཞན་གྱི་ལེན་འདོད་དང་རྐུ་ཤོད་མི་བྱ་བའི་སྲུང་སྐྱབས་བྱ་དགོས། ཁྱེད་རང་གི་རིག་པ་ཐུན་མོང་མ་ཡིན་པ་དེ་རྣམ་དཔྱོད་ཀྱི་ནོར་རྫས་སུ་དེབ་སྐྱེལ་གནང་དགོས། འདི་ལྟར་བྱས་ན་ཁྱེད་རང་ལ་བདག་དབང་རག་གི་རེད། འདི་ནི་ཁྲིམས་ཐོག་ནས་ཁྱེད་རང་ལ་སྤྲད་པའི་ཐོབ་ཐང་རེད། དཔེར་ན། གལ་ཏེ་ཁྱེད་རང་གི་ནང་མི་ལ་ཞལ་ལག་གི་སྦྱོར་རྟ་གནང་སྟངས་ཐུན་མོང་མ་ཡིན་པ་ཞིག་འདོད་པ་དེ། དོ་བདག་སོ་སོའི་ཟ་ཁང་གི་དམིགས་བསལ་ཞལ་ལག་ཡིན་པས། གྲོང་ཁྱེར་སྣ་ཚོགས་ནང་རྒན་ལགས་ཟ་ཁང་བཙུགས་འདོད་ཡོད་ན། ཁྱེད་རང་གི་ཞལ་ལག་འདིའི་སྦྱོར་བརྡ་གནང་སྟངས་དེ་གཞན་གྱིས་ཀྱང་མཁྱེན་སྲིད་པ་དང། གཞན་གྱིས་འདི་སོ་སོའི་ཡིན་ལབ་སྟེ་ཟ་ཁང་བཙུགས་ནས་ཁེབས་སྲང་ཟ་བ་ལྟ་བུ་རེད། གལ་ཏེ་ཁྱེད་རང་གི་ཞལ་ལག་བཟོ་སྟངས་དེ་རྣམ་དཔྱོད་ཀྱི་ནོར་རྫས་སུ་དེབ་སྐྱེལ་གནང་ཡོད་ན། ཁྱེད་རང་གི་ཆོག་མཆན་མེད་པར་མི་སུས་ཀྱང་འདི་བེད་སྤྱོད་བྱས་ནས་ཁེབས་སྲང་ལེན་ཆོག་གི་མ་རེད། བདག་དབང་འདི་ནི་དེབ་དང་གཞས་གློག་བརྙན་སོགས་ལ་ཡང་ཡོང་ཆོག་གི་རེད། ཚོང་བདག་དང་མཁས་དབང་སྒེར་གཅོད་ཀྱི་ཐོབ་ཐང་ནི་ཆུ་ཆད་དང་ཇུས་འགོད། མཉེན་ཆས་སོགས་ལ་སྤྱོད་ཀྱི་ཡོད་པ་དང་དེས་ངོ་བོ་སྲུང་སྐྱོབ་བྱེད་ཀྱི་ཡོད། མདོར་ན་ཁྲིམས་སྒྲིག་ཁག་ནི་ཚོང་ལས་ཀྱི་ངོ་བོ་དང་ས་གནས་ལ་གཞིགས་པའི་མ་འདྲ་བ་ཡོང་གི་ཡོད་ན་ཡང་འདི་སོ་སོ་དང་འབྲེལ་བ་ག་རེ་ཆགས་ཀྱི་ཡོད་པ་དེ་ཤེས་རྒྱུ་གལ་ཆེན་པོ་རེད། ཁྲིམས་ལུགས་ནི་དུས་ནས་དུས་སུ་འགྱུར་བ་འགྲོ་གི་རེད། དེ་བཞིན་འགྱུར་བ་ག་རེ་ཕྱིན་ནའི་དུས་ཐོག་ལ་མཁྱེན་པ་གནང་རྒྱུ་ཡང་གལ་ཆེན་པོ་རེད། ཁྲིམས་མཐུན་གྱིས་ཚོང་བརྒྱབ་རྒྱུ་ནི་ཚོང་གི་ངོ་བོ་ཡག་པོ་ཆགས་པར་ཕན་ཐོགས་ཡོང་གི་ཡོད་ལ། དཀའ་ངལ་མེད་པར་གཞུང་གི་ལས་འཆར་ཁག་གི་ནང་དུ་མཉམ་ཞུགས་ཐུབ་པ་དང། དགོས་མེད་ཉེས་ཆད་འཇལ་མི་དགོས་པའི་ཁེ་བཟང་ཡང་ཡོད་རེད། ཤེས་ཚད་ལ་རྒྱུས་ལོན་བྱེད་པ། གལ་ཏེ་ཚོང་ལས་གཅིག་ལ་བདག་པོ་གཉིས་ལས་མང་བ་ཡོད་ན། ག་རེའི་ཁོངས་སུ་དེབ་སྐྱེལ་གནང་གི་ཡིན། སྒེར་བདག་ཚོང་ལས། དེབ་སྐྱེལ་གནང་མི་དགོས། མཉམ་འབྲེལ་ཚོང་ལས། འགྲིག་པ་འདི་མཉམ་འབྲེལ་ཚོང་ལས་རེད། གནས་སྟངས་ག་འདྲ་ཞིག་གི་འོག་གསོག་དངུལ་དང་འབྲེལ་བའི་དེབ་སྐྱེལ་གནང་དགོས་ཀྱི་རེད། ཚོང་བདག་རང་ལ་རག་ལུས། ལས་མི་ཉི་ཤུ་ལས་མང་བ་ཡོད་ན་གནང་དགོས། ཕྱིར་ཚོང་དང་ནང་འདྲེན་གྱི་ཚོང་ལས་གཉེར་བའི་སྐབས་གཅིག་པུ་ལ་གནང་དགོས། སྒྲིག་པ་དེ་ལས་མི་ཉི་ཤུ་ལས་མང་བ་ཡོད་ན་གནང་དགོས། རྣམ་དཔྱོད་ཀྱི་བདག་དབང་ཁྲིམས་ཀྱིས་ཕན་ཐོགས་ག་འདྲ་ཞིག་ཡིན་ནམ། ཁྱེད་རང་གིས་ཆོག་མཆན་མེད་པར་གཞན་གྱིས་ཁྱེད་རང་གི་རྣམ་དཔྱོད་ཀྱི་ནོར་རྫས་ལེན་འདོད་བྱ་ཆོག་མ་རེད། དེས་ལས་མི་ཚོའི་བདག་པོ་ལ་གནོད་མི་བྱེད་པའི་སྲུང་སྐྱོབ་བྱ་ངེས། དེས་དཔྱ་ཁྲལ་འཇལ་མི་དགོས་པར་ཕན་ངེས་རེད། སྒྲིག་པ་དེ་ཁྱེད་རང་གིས་ཆོག་མཆན་མེད་པར་གཞན་གྱིས་ཁྱེད་རང་གི་རྣམ་དཔྱོད་ཀྱི་ནོར་རྫས་ལ་ལེན་འདོད་བྱ་ཆོག་གི་མ་རེད་ཟེར་བ་དེ་རེད།